སེང་གེ་ཡོད་ན། ཧ་ལོ། ཧ་ལོ། ལེགས་འདོད་ཡིན་ལ་ལོ་སོ། འོང་ལ་སོ། དཔལ་ལྡན་ས་གསུམ་འགྲོ་བའི་མི་འཇིགས་སྐུ་ཐ་དད་ཡོངས་ཀྱི་བླ་ན་མེད་པའི་མགོན། རྒྱལ་བ་ཀུན་ལས་ལྷག་པའི་དྲིན་ཆེན་རྗེ་བླ་མའི་བླ་མ་མཆོག་ལ་གསོལ་བ་འདེབས། ཞེས་ནི། ཁམས་གསུམ་ཆོས་ཀྱི་རྒྱལ་པོ། ཤར་རྫོང་སྒོ་བ་ཆེན་པོ་རྗེ་བཙུན་བློ་བཟང་གྲགས་པ་དཔལ་བཟང་པོ་མཆོག་ལ་ཡང་ནི་སྒོ་གསུམ་གུས་ཕྱག་སྔོན་དུ་བཏང་སྟེ། ནི་ད་རྗེ་བླ་མ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་ཅིང་ད་དགའ་ལྡན་ལྔ་མཆོད་ཆེན་མོའི་རྗེས་དྲན་འོང་དེ་འདྲས་སུ་བྱས། ང་རང་ཚོ་ད་ད་རིང་འདས་དེ་འདྲས་སུ་མི་མང་འདུ་འཛོམས

ལྷ་རྗེའི་སྲས་ཤེས་གཙུག་གིང་ཁྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་ཡང་སྒོ་སྲུང་གུས་ཕྱག་དང་ནི། དགའ་ལྡན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་ཡང་གུས་ཕྱག་སྔོན་དུ་བཏང་བཏང་ནས་ནི་བསྡད། ཁ་སེར་འོག་རེ་ཐུགས་འཕྲེང་གི་ཚོགས་མགོན་དུ་ཆེ་རྒྱུན་གནང་བས་དགའ་ལྡན་བྱང་རྩེ་གྲྭ་ཚང་གིས། རིན་པོ་ཆེ། གཉའ་སྔོན་གཉའ་སྔོན་རིན་པོ་ཆེ་མཆོག་ལ་ཡང་ནི། འཚམས་འདྲི་དང་དེ་དེ་བཞིན་གྱི་ད་ང་རང་ཚོ་འདས་དུས་པའི། དགེ་བའི་བཤེས་གཉེན་རྣམ་པ་རེད་དེ་ག་ནང་བཞིན། བཙུན་མ་རེད་དེ་ག་ནང་བཞིན་སྔགས་པའི་སྡེ་རེད་ནི། ཆོས་གྲོགས་མི་མང་རྣམ་པ་ལྷན་རྒྱས་ཚང་མ་ལ་ཡང་ནི། དགའ་ལྡན་ངམ་ཆོས། ཀྱི་ཟླ་རྗེས་དྲན་ཡི་ཉིན་མོ་དེ་ལ་ཨ་ནེ་ཡིས་ཁྱེད་རྣམ་པ་ཚོ་ལ་ད་ག་ཟོ་དགེ་ཆོས་གོང་འཕེལ་སེ་བྱས་ནས་ཐོག་མར་ཞུ་ཡས་དང། དེ་ནས་ད་དགའ་ལྡན་ངམ་ཆོས་ཀྱི་སྐོར་དེ་འདུག་གོང་གཉའ་ངོས་རིན་པོ་ཆེ་གིས་དེ་ནས་མ་བཀའ་ལུ་བཀའ་འདྲི་གནང་ཡས་ཆེ་དེ་འདྲ་ཟེར་གྱི་ཤག་ངས་ད་དེ་ང་རང་ཚོ་ད་སྐྱབས་མགོན་ཡེ་ཤུ་ནོ་བེལ་གྱི་ཚེ་སྒྲུབ་དང་འབྲེལ་ནས་ད་ཞབས་རིམ་དང་འབྲེལ་ནས་བཀའ་མོལ་ཚིག་གཅིག་གཉིས་བྱས་ནས་ཞུ་ན་ཞེས་བ་དེ་འདྲས་བཀའ་ཕེབས་པ་ནང་བཞིན། དེ་ནས་ད་རྣམ་དཔྱོད་ཆེན་མོ། སྲོང་བཙན་ཞུས་སྟངས་དེ་ལ་ད་ཅི་སྟངས་སོ་སོའི་སྒོ་གསུམ་གྱི་དགེ་སྦྱོར་ག་འདྲས་ཅིག་གནང་ནས་འགྲིག་གི་ཡོད་རེད་ད་དེ་ཡི་ནང་ནས་ད་ང་རང་ཚོ་ནམ་ཞར་རྒྱུན་ལྡན་ནས་ད་ཅིག་ག་ཚོད་ཀྱི་རེད་རྣམ་དཔྱོད་དེ་འདྲས་སྐབས་དེ་ལ་ཡང་ཚོགས་ཕུད་ཡ་ལ་སོགས་པ་དང་དེ་འདྲས་ཀྱི་ད་ཚོགས་མཆོད་རྒྱ་ཆེན་པོ་གནང་ཡ་དེ་འདྲས་ཡོད་རེད་དེ་དང་འབྲེལ་ནས་ད་སྐྱབས་མགོན་ཡེ་ཤེས་ནོར་བུའི་སྐུ་ཚེ་ཚེ་སྒྲུབ། ཨོ་དེ་རེས་བྱས་ནས་གནང་ཡ་དེ་ཚོ་ནི་ཧ་ལས་པའི་གི། ཁ་སང་ཨོ་རེད་ང་རང་ཚོ་ད་རིང་འདི་ཡག་པོ་ཞུ་བ་ཅིག་དེ་འདྲས་གོ་སྒྲིག་གནང་ཤག་འདི་ལ་ཡ། ང་རང་ཚོ་ཆོ་འཕྲུལ་སྨོན་ལམ་ཆེན་མོའི་གི། ལས་བྱེད་ཡོངས་སུ་རྫོགས་པ་ལ་ནི་ཐུགས་རྗེ་ཆེ་བྱས་ནས་ཞུ་ཡ་དང། ད་ང་ཚོ་འདི། སྐྱབས་མགོན་ཡེ་ཤེས་ནོར་བུས་ད་སྐུ་ཚེ་ཚེ་སྒྲུབ། དུས་དང་རྣམ་པ་ཀུན་ཏུ་རྩ་བའི་ད་ང་རང་ཚོ་གངས་སྐྱེས་ཀྱི། ཅིག་ཁ་སོ་བོར་ཤ་འདོན་དགེ་སྦྱོང་ག་རེ་གནང་བས་ཡིན་པ་ཡིན་ནའི་ད་ཅིག་རྒྱ་བ་གཞོན་ནུ་བའི་སྐུ་ཚེ་ཚེ་སྒྲུབ་ལ་དམིགས་བྱས་ང་རང་ཚོ་ཕན་པ་རྒྱ་ཆེན་པོ་དེ་འདྲས་སུ་བཏང་བྱེད་ཀྱི་ཡོད་རེད་དེ་ཚོ་ག་འགའི་ལོས་ཡིན་ད་ད་འདྲ་དེ་འདྲས་ཀྱི་ད་དུས་ཆོས་དང་འབྲེལ་བྱས་ནས་དེ་འདྲས་གནང་ཐུབ་ཡས་དེ་དམིགས་བསལ་གྱི་འབྲས་ཆེན་པོ་ཞི་བ་ཅིག་མཐོང་གི་འདུག་ག་རེ་ཟེར་ན་ད་སྐྱབས་མགོན་ཡེ་ཤུ་ནོར་བུ་ཆ་མཚོན་པ་འདྲ་ཅིག་ཡིན་པ་ཡིན་ན། རྟག་པར་རེ་ཅིག་ད་ཡེ་ཤུ་ནོར་བུའི་བཀའ་གནང་ཡས་དེ་ཨ་ནི་མ་སྐྱབས་མགོན་ཡེ་ཤུ་ནོར་བུ། སྤྱང་མགོ་བླ་མ་གཙོ་འཁོར་ཆེན་པོའི་གསུང་ལ་ཡང་ནི་གསོལ་བ་རེ། སྤྱང་མགོ་བླ་མ་གཙོ་འཁོར་པ་ཆེན་པོའི་གསུང་ལ་ཡང་ད་ཐོས་བསམ་སློབ་གཉེར་མཐིལ་ཕྱིན་པ་གནང། རྗེ་དགོན་གནས་གྲྭ་གནས་བཅས་ཀྱི་སྤྱང་མགོན་བླ་མ་གཙོ་འཁོར་པ་ཆེན་པོའི་གསུང་འཛིན་སྐྱོང་སྤེལ་གསུམ་གནང་མཁན་གྱི་ད་ཁྱི་ཕྲུག་གི་སྐྱེ་བོ་ཁོང་ནང་བཞིན་ཞིག་ད་དེ་སྔ་བོད་དུ་སུ་གང་བྱུང་མ་མྱོང་བ་འདྲ་བོ་ཅིག་ད་འདི་འདྲའི་ཆ་དེ་ཡོད་རེད་དེ་ཡིན་དུས་ད་བ་ཡེ་ཤེས་ནོར་བུས་ད། ཁ་སོག་གོ་རེད་ཀྱང། ཡེ་ཤུ་ནོར་བུའི་བཀའ་ཆོས་དེ་འདྲའི་སྐབས་ལ་ཡག་ད་ཁྱེད་རྣམ་པ་ཚོ་གསན་ཡོད་རེད། རྗེ་བླ་མ་རྫོང་གོ་བ་ཆེན་པོ་ཞུ་ཡས་འདི་ཨ་ནི། དངོས་གནས་དྲ་གནས་ཅིག་གི་ཀླུ་སྒྲུབ་གཉིས་པ་བྱོན་པ་ན་བཞིན་ཅི་ཨ་དེ་འདྲ་ཅིག་བྱུང་ཡོད་རེད་ད་ཁོང་གི་གསུང་དེ་ཚོ་ཡིན་པ་ཡིན་ན་ཡང་བ། རྗེས་ཡོང་དུས་བརྩོན་པ་ནི་ཅི་མ་རྟོགས་པ་དང་ལོག་པ་རྟོགས་པ་དེ་འདྲའི་གང་ཡོད་པ་དེ་ཚོ་ལ་ཤེས་པ་ཅིག་སྐྱོན་ཡོང་དུས་བརྩོན་པ་ནི་ཤེས་པ་མཐིལ་ཕྱིན་པ་དངོས་གནས་ཅིག་གི་ཁར་སོག་གོ་རེད། རྒྱབ་རྟེན་གྱི་ལུང། དེ་ག་ན་བཞིན་དེ་ལ་ཡང་ནི་སྒྲོ་འདོགས་གཅོད་པའི་གན་ནི་རིགས་པ། འོང་ཚད་དང་ལྡན་པ་འདི་འདྲའི་བེད་སྟོད། རྒྱ་གར་གྱི་དཔོན་དྲུག་ལ་ཁོངས་གཏུགས་ཅེས་དེ་འདྲའི་གསུང་བསྟན་མཁན་གསུང་ཐུབ་མཁན་ད་ཞིབ་ཕྲ་པོའི་ཐོག་ནས་བར་སྣང་ཐུང་གི་རྗེ་བླ་མ་ད་ཧང་སང་ཡ་ཅེས་དེ་འདྲའི་ཆུ་བྱོན་བྱོན་ཡོད་རེད། དེ་ཡང་ནི་ཉི་མ་ཚར་གཅིག་བཀའ་ཆོས་གཅིག་གི་སྐབས་ལ་གསུངས་སོང་གྲངས་ཀའི་ལི་ཤིའི་སྙིང་པོ་རུ་བའི་ཅིག། Sanskrit སྐད་ཐོག་ལ་ཚུགས་བསྒྱུར་རྗེས་ནི་འདི། རྒྱ་གར་གྱི་དེ་ད Sanskrit མཁས་པ། ཨུ་པ་དེ་བ་ཡིན་ན་ཁོང་ལ་ཡ་གཟིགས་གཟིགས་བཅུག་ཅེས་ད་འདི། མཁས་པ་འདི་དངོས་གནས་ཅིག་ག་སོགས་རེད། རྒྱ་གར་གྱི་དཔེ་འབྲི་བརྡ་དེ་ཚོ་ཁོང་ལ་ཡ་ཚུལ་ས་རེད་བས་སུ་བྱེད་བྱེད་ནས་ཁྱེད་རང། གསུང་འདི་ཅིག་ཀློག་བྱེད་ཅིག་ལྟ་ལྟ་ས་བྱེད་ནས་དེ་འདྲའི་གསུང་འདི་རྩོམ་པ་ནི། འདི་དངོས་གནས་དྲ་ནས་མཁས་པའི་ཁོང་ལ་ཚུལ་བ་མ་ཟད་མཁས་པའི་ཡང་རྩེ་གསོན་པ་དེ་འདྲའི་ནང་ལ་ཚུལ་ས་རེད་ས་བྱེད་བྱེད་འོ་དེ་འདྲའི་ས་བཀའ་གནང་སོང་ཨོ་བྱེད་ནས་དེ་འདྲའི་ངག་བརྗོད་ཚད་མཐོན་པོ་གནང་དེ་འདྲའི་ས་གནང་སོང་ཨོ། དེ་འདྲ་རེད། དེ་འདྲ་ཡིན་དུས་ད་ཅིག་སྐྱབས་མགོན་བླ་མ་གཙོ་འཁོར་ཆེན་པོའི་བསྟན་པ་ལ་ཡ་ཧ་ལེ་བས་ཀྱི་ད་མཛད་རྗེས་ཆེན་པོ་གནང་ནས། སྐྱབས་མགོན་ཡེ་ཤུ་ནོར་བུས་ཀྱི་ད་དུས་ད་རྣམ་པ་ཀུན་ཏུ་འོང་ཁ་སོ་གོ་རེ་གདན་ས་ཁག་ལ་ཡིན་པ་ཡིན་ན་ཡང། ཨོ་ད་གལ་ཆེ་ཤོས་དེ་བསླབ་པ་སློབ་གཉེར། བསླབ་པ་སློབ་མའི་ཚུལ་བཞིན་དུ་གནང་དགོས་ཡ་དང་དེ་གི་ཐོག་ནས་ད་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་ཡ་ཨོ་དེ་འདྲའི་གི་ཐོག་ལ་ད་བཀའ་སློབ། ཨོ། ཁ་སོས་གོ་རེ་ད་རྟགས་བ་དེ་འདྲས་སུ་སྣང། ཨོ་འདི་གི་ཐོག་ནས་ད་གདན་ས་གྲྭ་ཚང་རྣམ་པ་ཚོགས་ཀྱི་ཡིན་པ་ཡིན་ན་ཡང་ད་འདི་ལ་ཡ་བས་ཞི་བོ་གཅིག་གི། ཀ་འདི་ལ་ཡ་ནི། གལ་ཆེ་དོན་ཆེ་ཞི་བོ་གཅིག་རྩིས་བྱས་ནས་ད་ནུས་པ་ཡོངས་སུ་རྫོགས་པ་འདི། ཨོ་ད་འདི་འདྲས་ཀྱི་ཐོག་ལ་བརྟག་བྱས་ནས་ད་དེ་འདྲ། ཨོ་ད་ཤི་འགྲོ་འཆི་ཉེན་འདི་ཚོ་མི་ཉམས་རྒྱུན་འཛིན། ཉམས་པ་སོ་བཅུད་མི་ཉམས་རྒྱུན་འཛིན་ད་ཧ་ལས་པའི་ཡག་པོ་ཆགས་ནས། འོ་དེ་འདྲས་སུ་བྱས་ནས་ད་རྒྱ་བ་ཡི་ཤིང་རྟ་བོ་ལ་སྒྲུབ་པའི་ཆོ་ག་ཕུལ་ཐུབ་བ་འོ་དེ་འདྲས་སུ་བྱུང་ཡོད་རེད་དེ་འདྲས་ཡིན་དུས་ད་ང་རང་ཚོ་གཅིག་གི། རྒྱ་བ་ཡི་ཤུལ་ནོར་བུ་སྐུ་ཚེ། སྐུ་ཚེ་ཡར་འབད་དེ་ཚེ་མཐར་ཕྱིན་པ། སྐུ་ཚེ་འབད་དེ་ཁ་གསོས་དགོས་རེད་ཅིག་དེ་འདྲ་ཡིན་པ་ཡིན་ན་ཡང། ཐུགས་ཀྱིས་ད་ཁ་གསོས་དགོས་རེད་ཞེས་དགོངས་ན་མ་སོང་ན་རྒྱ་བ་ཡི་ཤིང་ནོར་བུའི་དགུང་ལོ་བརྒྱ་དང་བཅུ་ཐང་དེ་འདྲའི་བར་བཞུགས་ཡག་གི། ཐུགས་ཀྱིས་ད་དམ་བཅའ་ཡོད་བསྡད་པ་དེ་འདྲས་རེད། མ་ཟད་ལྷ་བླ་མའི་ལུང་བསྟན་དང་ཅིག་མང་པོ་ཅིག་ཡི་ཤིང་ནོར་བུའི་རྟགས་པར་གསུངས་བསྡད་ཀྱི་ཡོད་རེད། ངེད་ཅག་རང། ཁྱེད་རྣམ་པ་ཚོ་བསང་ཆུའི་རྒྱུ་ལམ་ནང་ལ་ད་མཇལ་ཡོད་རེད་རྒྱག། ཕྱི་རྒྱལ་ནས་སྨན་པ། རྫ་བེར། རྫ་བེར་མཁར་ས་ད་གཅིག་ཟིན་མཁན་གྱི་སྨན་པ་གཅིག་ཕ་གིར་ཕེབས་རྗེས་རྒྱ་བ་ཤི་ནོ་བུ་ལི་ཡ་ནི་གཅིག་གི། སྐུ་གི་གནས་བབ་ག་འདྲས་འདུག་ཟེར་ནས་བ་བལྟས་པའི་སྐབས་དེ་ཁོ་རང་གི་ཡིན་པ་ཡིན་ན་ཡང་ཞྭ་བུའི་སྨན་བཅོས་འདི་ད་ཟླ་བ་དྲུག་གཅིག་གི་མཚམས་ལ་ཡང་གཟིགས་ཞིབ་གནང་བའི་སྐབས་ལ་ཞི་དྲག་གིས་ཞྭ་བུའི་སྨན་བཅོས་འདི་འཛུགས་པའི་ཡག་པོ་ཅན་འདི་འདྲས་སུ་ཕེབས་ཤགས།

ཚད་མཐོན་པོ་མགྱོགས་པོ་བྱས་ནས་ཡར་འགྲོ་གི་ཡོད་པ་དེ་དག་ཨ་ཅང་ཅང་རེད། མ་གཞིག་ནི་གཅིག་གི་ཞབས་བྲོའི་གཅིག་བོ་མ་ཡིན་པར་ནི་བའི་སྐུ་གཟུགས་སྤྱི་ཡོངས་ཀྱི་ཆ་ནས་ནི་བ་མཇལ་བའི་འགྲེལ་བྱེད་ཡིན་པ་ཡིན་ན་ནི་རྒྱ་བ་ཤིན་ནོ་བོད་པའི་སྐུ་ཚེ་རིང་པོ་བཞུགས་ཡག་གི་ནི་ཆ་རྐྱེན་དག་མ་བཟུང་ན་ཆ་རྐྱེན་དེ་ག་འགའ་དེ་དག་ཀྱང་བའི་ཤིན་ནོ་བོ་ལ་ཚང་སྟེ་ཤཱས་ག་རེད་ཟེར་ན་རྒྱ་བ་ཤིན་ནོ་བོས་ནི་གཅིག་གི་སྐུ་སེམས་སྐུ་གི་དད་པ་ཤེས་ས་མ་ཞུ་ན་སེམས་ཁུ་ཡག་གནས་ཁུ་ཡག་དེ་ཚོ་ཡིན་པ་ཡིན་ན་ཡང་གནས་དེ་ཚོ་ཡག་པོ་ཁུག་གི་ཡོད་པ་དང། ཞལ་ལག་གི་ཐང་ག་དེ་ཚོ་ཡིན་པ་ཡིན་ན་ཡང་ཐང་ག་ཡོད་ཡག་པོ་ཡོད་བསྡད་པ་ཞལ་ལག་ཡག་པོ་ཆོད་ཐུབ་ཀྱི་ཡོད་པ་དེ་ག་ན་ཤིང་གཅིག་གི་ཐུགས་སེམས་ཀྱི་ཆ་ནས་འཆད་པ་ཡིན་པ་ཡིན་ན་ཡང་ཐུགས་སེམས་དེ་ཚོ་ཧ་ཅང་གི་སྤྲོ་བོ་བྱེད་ཅིང་འདི་འདྲས་སུ་གནང་གི་ཡོད་པ་དང་ཨ་ནི་སྐུ་ཡི་ད་ཅིག་ལུས་སྦྱོང་གི་ཆ་ནས་ཞུས་པ་ཡིན་པ་ཡིན་ན་ཨ་ནི་ཕྱི་ལུགས་ཀྱི་སྨན་པ་དེ་འདྲས་གདན་འདྲེན་ཞུས་རྗེས་ད་ལྟའི་ཆར་ལ་ཨ་ནི་ཡེ་ཤུ་ནོ་བོ་ལི་ཡ། འོང་དེ་འདྲས་ཀྱི་སྨན་བཅོས་དང་ལུས་སྦྱོང་དེ་ཚོ་ཕུལ་དང་ཕུལ་བཞིན་པ་དེ་འདྲས་རེད། དེ་འདྲས་ཡིན་དོན་ནི། གཅིག་སྐུ་གཟུགས་སྐྱེས་ཆེན་གྱི་ཆ་ནས་སྐུ་གཟུགས་ཞེ་དྲག་ཡག་པོ་ཡོད་བ་རེད་ཅེས་འོ་དེ་འདྲས་སྨྲ་བཀའ་གནང་ཤག་ཨནི། དེའི་ཡོད་པའི་རྟགས་མཚན་རྟགས་མཚན་འདྲ་བོ་ཅིག་ལ་ཞུ་ན་ཡོད་མ་རེད་ཨན་ད་རིང་པོ་མི་ཐུབ་པ་རྒྱ་བ་བཞིན་དུ་བ་ཅེས་ད་ད་རིང་མགྱོགས་པོ་ཅིག་ལ་མ་རྒྱ་གར་ལྷོ་ཕྱོགས་ནི་བལ་གྱི་གདན་ས་ཆེན་པོ་བཀྲ་ཤིས་ལུང་པོ་ལ་མ་ཆིབས་བཞེས་རྒྱུ་ཅན་མ་གས་ཆིབས་ཆུ་ནང་ཡང་དང་འདི་འདྲའི་གི་མཛད་བྱང་ཡོད་འདོད་པ་ད་ཁྱེད་རྣམ་པ་ཚོ་གཏམ་བཟང་དེ་ཚོ་ཀ་ཀ་མཇལ་ཡོད་རེད་ཐོས་ཡོད་རེད་འོ་འདི་འདྲའི་ཡིན་དུས་ད་སྐྱབས་མགོན་ཡེ་ཤུ་ནོར་བུ་གང་ད་སྐུ་ཚེ་རིང་པོ་ཅིག་ཕར་བཞུགས་དགོས་ཀྱི་ད་སྐྱབས་མགོན་ཡེ་ཤུ་ནོར་བུའི་སྐུ་ཚེ་རིང་པོ་ཅིག་མ་བཞུགས་དགོས་ཀྱི་ཡོད་པ་ཡིན་པ་ཡིན་ན་ད་ཕྱི་དང་ནང་གི་མཐུན་རྐྱེན་མང་པོ་ཅིག་ཏན་ཏན་ང་རང་ཚོ་ཚང་དགོས་ཀྱི་ཡོད་རེད་ཡེ་ཤུ་ནོར་བུ་རང་ཉིད་ཀྱི་ངོས་ནས་ད་ཚང་དགོས་ཡ་མཐུན་རྐྱེན་དེ་ཚོ་ཆ་ཚང་ཚང་བསྡད་ཡོད་རེད་དེ་ཚོ་ང་ཚོས་བཀྲ་ཤིས་ཞུ་དགོས་ཡ་གང་ཡང་ཡོད་མ་རེད། ཚང་མ་ཚང་དེ་ཡོད་རེད་དེ་ད་ང་རང་ཚོ་ད་ཕྱིས་ཀྱི་ངོས་ནས་བཤད་ན་ཡག་རེད་གང་ལྟར་ང་རང་ཚོའི་ངོས་ནས་ཚང་དགོས་ཡག་དེ་བ་ད་ང་རང་ཚོ་སྤྱི་མཐུན་གྱི་བསོད་ནམས་བསད་ཡག་དེ་ནི་ཡག་གཅིག་གི་ས་དགོས་ཀྱི་ཡོད་པ་དེ་ཧ་ཅང་གལ་ཆེན་པོ་དེ་ཡིན་དུས་དུས་དང་དུས་སུ་ནི་ད་རྒྱ་དངོས་གཞོན་ནུ་བོའི་སྐུ་ཚེགས་ཀྱི་ཚིག་འབྲུ་ལ་དམིགས་རྗེས་ང་རང་ཚོས་འདི་འདྲའི་གི་ཅིག་ཚོགས་མཆོད་ལ་སོགས་པ་འདི་འདྲའི་བྱེད་ཡག་དང་གདན་ཞུ་ཕུལ་ཡག་རེད་ད་གལ་ཆེ་ཤོས་དེ་རྒྱ་དངོས་གཞོན་ནུ་བོའི་བཀའ་གསུང་ཅི་ཤོས་འདུག་གྲུབ་པའི་ཐོག་ནས་ད་སྒྲུབ་པའི་སྤྱོད་པ་ཕུད་ཐུག་པ་ཡ་དེ་ཚོ་ཧ་ཅང་གི་གལ་ཆེན་པོ། ད་ང་རང་ཚོ་ག་སོག་གོ་རེ་སྐད་ཆ་ད་བྱན་པ་འདྲ་པོ་ཞུས་པ་འདྲ་བྱས་ཡོད་ན་ག་རེ་བྱས་པ་ཡིན་པ་ཡིན་ནའི་བྱས་ཚད་རྒྱ་བ་ཡེ་ཤུ་ནོར་བུའི་ཐུགས་མཉེས་པའི་གཅིག་གི་རྒྱུ་ལ་འགྲོ་ཐུག་འགྲོ་ཡག་གི་གཅིག་ལས་ཀ་བྱེད་ཁྱོད་གཉིས་འབའ་ཞིག་འགྲོ་བར་བྱིན་གྱིས་རློབས་ཟེར་བྱས་ནས་སོང་བ་ནང་བཞིན་རྒྱ་མགོན་ཡེ་ཤུ་ནོར་བུའི་ཐུགས་མཉེས་པ་ཡོང་ཡག་གི་ད་གཅིག་ལས་ཀ་ག་རེ་གཅིག་བྱེད་རྒྱུ་འདོད་ནའི་ཆེ་དྲག་ཆུང་གསུམ་བྱས་བྱས་རྒྱ་བ་ཡེ་ཤུ་ནོར་བུ་ལ་འདི་འདྲས་ཀྱི་ཐོག་ནས་སྒྲུབ་པའི་སྤྱོད་པ་ཕུད་ཐུག་པ་ཡ་ད་འདི་ཧ་ཅང་གི་གལ་ཆེན་པོ་ད་འདི་ཚོ་ངོ་ནས་ང་རང་ཚོ་རྒྱ་མགོན་ཡེ་ཤུ་ནོར་བུའི་སྐུ་ཚེ་ཡུན་རིང་དུ་བསྟེན་ཡག་གི་ད་རྒྱུ་ཨོ་ད་ཡོད་ན་མེད་ན་ཅིག་ངས་དེ་ཚོ་རེས་བྱས་ནས་དྲན་གི་འདུག་དེ་འདྲ་ཡིན་དུས་ད་ང་རང་ཚོ་དེ་སྔ་བར་དུ་ལ་ད་རྒྱ་བོད་གཞོན་ནུ་བོད་ཀྱི་ཆབ་སྲིད་ཀྱི་རྩེ་རྒན་ཞེས་ནས་ཞུ་ནས་མ་རེད་གང་ད་རྒྱ་བོད་གཞོན་ནུ་བོད་ད་མཚན་གནས་དེ་ཞེས་བྱས་ནས་དེ་འདྲ་བར་དུ་ལ་དངོས་གནས་འདྲ་ནས་ཅིག་གི་ད་ཞལ་གྱི་དབུགས་གཅིག་མ་གཏོགས་མ་བཏང་པ་ཡིན་ནའི་ང་རང་ཚོ་བོད་མི་ས་ཡ་དྲུག་གི་བདེ་དོན་གྱི་ཆེད་དུ་བཏང་བྱས་ནས་དེ་འདྲ་བར་དུ་ལ་ཡང་དེ་འདྲས་ཞུ་བའི་རེད་ད་དུང་ཡིན་པ་ཡིན་ནའི་སྐུ་འཚོ་ཞུ་ཇི་ཙམ་གྱི་སྐུ་ག་ཚད་འཚོ་བཞིན་ཞུ་བའི་རིན་དེ་ལ་བོད་བསྟན་པ་ཆབ་སྲིད་དང། སྐྱེ་འགྲོ་ཀུན་གྱི་དོན་ལ་ཡང་རྒྱལ་བའི་ཤིན་ཏུ་བའི། དུས་དང་རྣམ་པ་ཀུན་ཏུ་དེ་ག་རང་འདི་འབད་རྩོལ་གནང་ནས་ཞུགས་ཀྱི་ཡིན་ཟེར་ནས་དམ་བཅའ་དེ་འདྲ་ཅིག་བཞེས་གནང་གི་ཡོད་རེད་ད་ང་རང་ཚོ་དེ་དང་མཉམ་དུ་དངོས་གནས་དྲ་གནས་ཅིག་གི་རྒྱལ་བའི་ཤིན་ཏུ་བའི་མཉམ་དུ་ལ་དྭགས་ཅིག་གི་ག་ཚོད་དགོས་རེད་མི་ཚེ་དུ་མ་སོང་ནས་སྐྱེས་ནས་འགྲོ་མཁན་མི་དེ་ཚོས་ཀྱིས་རྒྱལ་བ་ཤིན་ཏུ་བུ་ལ་རམ་འདེགས་ཞུ་ཐུ་ཡ་དེ་ག་རེ་ཡོད་རེད་ཟེར་ན་རྒྱལ་བ་ཤིན་ཏུ་བའི་བཀའ་གསུང་བཅུ་དྲུག་ཞུ་བའི་ཐོག་ནས་རྒྱལ་བ་ཤིན་ཏུ་བུ་ལ་བརྙས་པ་ག་འདྲས་ཅིག་ཡོང་གི་ཡོད་པ་ཡིན་ན་འདི་མགོ་དུ་མ་ནས་འབད་བརྩོན་བྱས་རྗེས་སྐྱབས་མགོན་ཡེ་ཤེས་ནོར་བུ་ད་ཅིག་གི། སྐུ་ཚེ་ཚེ་སྒྲུབ་དུ་མ་སོང་ན་དེ་གལ་ཆེ་ཤོས་དེ་ངས་དེ་འདྲ་ཅིག་གི་ཐོག་ནས་ཁྱེད་རྣམ་པ་ཚོ་གནང་དང་གནང་བཞིན་པ་རེད་ལ་ཡང་དེ་ག་རང་གནང་གི་རེད་བསམ་པའི་གི་ཡིད་ཆེས་ཀྱི་ཐོག་ནས་ད་འདི་རྒྱུན་འཁྱོངས་མཐོང་ཡ་ཅིག་རྣམ་པ་ཚོ་གིས་འབད་བརྩོན་གནང་རོགས་གནང་ཅེས་ནས་ཞུ་ཡ་དང་ད་རིང་ད་དམིགས་བསལ་གིས་ག་རེ་ཞུ་འདོད་བྱུང་སོང་ཞུས་པ་ཡིན་པ་ཡིན་ན། ཐ་སྙད་བྱ། འཇམ་མགོན་རྒྱལ་བོའི་རྒྱལ་ཚབ་དགའ་ལྡན་ཁྲི་ཐོག་བརྒྱ་དང་བཞི་པ། རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་དང། ལོ་ཡུན་ཆ་ཚང་ཚང་བཅས་དང། འཇམ་མགོན་རྒྱལ་བོའི་རྒྱལ་ཚབ་གསར་པ། དགའ་ལྡན་ཁྲི་ཐོག་བརྒྱ་དང་ལྔ་པ། རྗེ་བཙུན་བློ་བཟང་རྡོ་རྗེ་སིདྡྷི་རྒྱལ། ཁྲི་ལ་ཡག་ཁོས་བཅས་དེ་འདྲ་རེད། རྒན་རིན་པོ་ཆེ། དུས་རིན་པོ་ཆེ་ནས་ནི། གཅིག་ཁ་སོས་འོ་རེད་སྐུ་གཟུགས། གི་ནད་པ་སྐུ་གཟུགས་འོན་མདོག་སོ་མ་དད་པ་དེ་འདྲས་ཀྱི་ཚུལ་བཞེས་རྗེས་སྨན་བཅོས་བཅོས་རིང་པོ་གནང་དགོས་ཡ་དེ་འདྲས་བྱུང་བ་རེད་ཡིན་ན་ཡང་ད་གཅིག་གི་ང་རང་ཚོའི་གི་སོ་ནམ་རེད་ནི་འགན་རང་གི་ཐུགས་བསྐྱེད་དང་སྨོན་ལམ་རེད་དེ་འདྲས་ཀྱི་ཐོག་ནས་ད་ལྟ་ད་འཇམ་མགོན་རྒྱ་བའི་རྒྱ་ཚབ་ཀྱི་ད་ནིང་པའི་ཁྲི་ལ་ཡ་འཁོད་ཐུབ་པ་བཅས་དེ་འདྲས་གནང་ཐུབ་ཡོད་རེད་འདི་ལ་ཡ་ནི་ཁ་སོ་བར་ད་ང་རང་ཚོའི་ངོས་ནས་ཡིན་པ་ཡིན་ན་ཡང་རྒན་རིན་པོ་ཆེ་དགའ་ལྡན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག། ཨ་ནི་སྐུ་ཚེ་ཞབས་པད་ཚེ་མཐར་ཡས་པའི་ངོ་བོ་རྟག་ཏུ་བསྟན་ཡ་དང། ཨ་ནི། རྗེ་རིན་པོ་ཆེ་ཀྱིས་ད། ཐུགས་བསྐྱེད་དང་སྨོན་ལམ། དེ་འདྲའི། ག་འདྲའི་བཏབ་པ་ནང་བཞིན་གཅིག་གིས་ནི་རྗེ་རིན་པོ་ཆེའི་བསྟན་པ་ལ་ཡང་བྱ་བ་ཆེན་པོ་བྱེད་ཐུབ་ཡ་དང་ལྷག་པར་དུ་རྒྱལ་བ་ཞི་གནོད་པོའི། དགོངས་པ། བསྒྲུབ་ཡ་ཐོག་ལ་ནི་རམ་འདེགས་ཚུལ་བཞིན་དུ་བྱེད་ཐུབ་ཡ། ཨ་ནི། དེ་ཀྱི་ཐོག་ནས་ནི་འགྲོ་བ་སེམས་ཅན་ཐམས་ཅད་ལ། གར་སོགས་དབུ་རལ་གཅིག་བྱིན་གྱིས་བརླབས་ནས།